གཤམ་ལ་གཟའ་འཁོར་འདི་ཡི་གལ་ཆེ་ས་འགྱུར་ཁག་ཅིག་ངན་འགྲོས་ཞུ་རྒྱུ་ཡིན། བོད་མི་མང་སྤྱི་འཐུས་ཚོགས་གཙོ་མོན་ཡུལ་འབུམ་སྡེ་ལགས་དང་འབྲས་ལྗོངས་སུ་ཕྱོགས་ཕེབས་གནང་རྒྱུའི་སྐོར་དང། འབྲི་གུང་སྐྱབས་རྗེ་ཆེ་ཚང་རིན་པོ་ཆེ་མཆོག་ནས་བལ་ཡུལ་དུ་གདམས་ངག་མཛོད་ཀྱི་ཆོས་འབྲེལ་གནང་བའི་སྐོར། རྒྱ་གར་གྱི་གེ་སར་ལྡི་ལི་ལ་རྟེན་གཞི་བྱས་པའི་འཕགས་བོད་འབྲེལ་མཐུད་ལས་ཁང་གི་བོད་དོན་གོ་རྟོགས་ལས་འགུལ་སྤེལ་བའི་སྐོར་དང། France འགྲེམས་སྟོན་ཁང་དེ་ཡི་སྤྱི་ཚོགས་དྲ་བའི་ཐོག་བོད་པ་ཚོས་ངེས་པར་དུ་མཆན་འགོད་དགོས་པའི་ལས་འགུལ་སྤེལ་བའི་སྐོར། བོད་རང་སྐྱོང་ལྗོངས་སྲིད་པའི་གོ་སྒྲིག་ཁག་ཅིག་གིས་ལས་གནས་བྱེད་པོར་བྱེད་པའི་སྐོར་དང། ཕོ་བྲང་པོ་ཏཱ་ལར་སྐུ་དཀར་གསོལ་བཞིན་ཡོད་པའི་སྐོར། རྡ་རམ་ས་ལའི་གྲོང་སྡེ་ལས་ཁུངས་ཀྱིས་གསར་རྒྱག་བྱས་པའི་ཚོང་ཁང་སྒོ་འབྱེད་བྱས་པའི་སྐོར་དང། ཟི་ཁྲོན་ཁྲི་འདུ་རུ་འཚོགས་པའི་ཨེ་ཤི་ཡ་ཤར་མེད་གྱང་རྒྱུག་འགྲན་བསྡུར་ཁྲོད་བོད་པའི་བུ་མོ་ཚེ་རིང་མཚོ་མོ་ལ་ཨང་དང་པོ་ཐོབ་པའི་སྐོར། ཨ་རི་གསར་ཁང་ཁག་གིས་ཨ་རིའི་སྲིད་འཛིན་འོས་མི་ཚོ་ལ་ཁྱབ་སྐྱོར་བྱེད་རྒྱུ་ཉུང་དུ་ཕྱིན་པ་བཅས་ཀྱི་སྐོར་ལ་སྙན་སྒྲོན་ཞུ་རྒྱུ་ཡིན་པས་གསང་རྒྱུ་རྒྱས་པ་ཁག་སིན་སིན་གནང་རོགས། ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་མོན་ཡུལ་འབུམ་སྡེ་ལ་གཙུག་ལག་ཁང་ཞིག་གསར་བཞེངས་ཀྱི་དབུ་འབྱེད་མཛད་སྒོ་དང། འབྲས་ལྗོངས་བྱང་ཕྱོགས་གཏུམ་རླངས་སུ་ཟམ་གདོང་དཔལ་ལྡན་ལེགས་གྲུབ་བྱུང་བའི་ཁ་འདོན་མཛད་སྒོ་བཅས་སུ་དེང་ཤུལ་ལྟར་ཕྱོགས་ཕེབས་གནང་རྒྱུ་རེད་འདུག་སྒྲུབ་བརྒྱུད་བསྟན་པའི་མངའ་བདག་འབྲི་ཀུན་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་ཐའེ་ཝན་ནས་སིང་ག་པུར་བརྒྱུད་བོད་ཡུལ་དུ་ཞབས་སོར་འཁོད་འདུག་པ་དང། ཕྱི་ཟླ་བཅུ་པའི་ཚེས་བཅུ་ཉིན་ནས་དབུ་བཙུགས་ཏེ་སྒྲུབ་བརྒྱུད་ཤིང་རྟ་ཆེན་མོ་བརྒྱད་ཀྱི་སྨིན་གྲོལ་གྱི་སྙིང་པོ་ཕྱོགས་གཅིག་ཏུ་དུད་པ་གདམས་ངག་མཛོད་ཀྱི་བཀའ་ཆོས་ཆེན་མོ། བལ་ཡུལ་འབྲི་གུང་བཀའ་བརྒྱུད་རིན་ཆེན་གླིང་དགོན་དུ་གནང་བཞིན་འདུག། སྐབས་དེར་སྟག་ལུང་སྐྱབས་མགོན་མ་སྤྲུལ་རིན་པོ་ཆེ་དང། སྐྱབས་མགོན་རྩེ་སྤྲུལ་རིན་པོ་ཆེའི་ཡང་སྲིད། སྐྱབས་རྗེ་འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་སོགས་བླ་ཆེན་འགའ་དང་གཞན་ཡང་བླ་མ་དང་སྤྲུལ་སྐུ། མཁན་པོ་དང་དགེ་བཤེས། སྒྲུབ་དཔོན་དང་འཚམས་པ། ཕྱི་རྒྱལ་གྱི་མི་རིགས་ཁག་གིས་མཚོན་པའི་རིན་མེད་ཀྱི་སེར་སྐྱ་སྟོང་ཕྲག་མང་པོ་འཛོམས་ཡོད་འདུག་ལ། བཀའ་ཆོས་དེ་དུས་ཡུན་ཟླ་བ་གཉིས་རིང་ཙམ་གནང་རྒྱུ་ཡིན་འདུག། རྒྱ་གར་གྱི་གེ་སར་ལྡི་ལི་ལ་རྟེན་གཞི་བྱས་པའི་འཕགས་བོད་འབྲེལ་མཐུད་ལས་ཁང་གིས་ཉེ་ཆར་བོད་ཀྱི་ཆེད་དུ་ཉིན་གཅིག་ཅེས་པའི་ལས་གཞིའི་འོག་རྒྱ་གར་གྱི་གྲོང་ཁྱེར་མུམ་པའི་ཆབ་སྲིད་མི་སྣ་དང་ཤེས་ཡོན་པ། སློབ་གྲྭ། གསར་འགོད་པ། གློག་བརྙན་བཟོ་སྐྲུན་གནང་མཁན་སོགས་དང་མཇལ་འཕྲད་ཀྱིས་བོད་དོན་སྤྱི་དང། ལྷག་པར་བོད་ནང་གི་རྩ་གྲགས་གནས་སྟངས། བོད་དང་རྒྱ་གར་བར་གྱི་ཆོས་དང་རིག་གཞུང། ཆབ་སྲིད་ཀྱི་འབྲེལ་ལམ། དེ་བཞིན་རྒྱ་གར་ལ་བོད་མཐོ་སྒང་གི་ཁོར་ཡུག་གི་གལ་གནད། བོད་དོན་ལ་རྒྱ་གར་གྱིས་རྒྱབ་སྐྱོར་གནང་རྒྱུ་གལ་ཆེན་ཡིན་པ། མུམ་སྦའི་ནང་གི་བོད་མི་སུད་ཚོང་བ་རྣམས་ཀྱི་དཀའ་ཉེན་སེལ་བའི་འབོད་སྐུལ་སོགས་བོད་དོན་ཞུ་གཏུག་དང་མང་གཙོ་ལ་བོད་དོན་གོ་རྟོགས་ཀྱི་ལས་འགུལ་སྤེལ་འདུག་པ་དང། ཁོང་རྣམས་ཀྱིས་བོད་དོན་ལ་རྒྱབ་སྐྱོར་མུ་མཐུད་གནང་རྒྱུ་ཡིན་པ་ཞལ་བཞེས་གནང་ཡོད་འདུག། ཕྱི་ཚེས་སུམ་ཅུ་ཉིན་ཧྥ་རན་སི་བོད་རང་བཙན་སློབ་ཕྲུག་ཚོགས་པའི་ངོས་ནས་ལས་འགུལ་སྤེལ་བཞིན་འདུག་ལ། དེ་ཡང་ཉེ་ཆར་ཧྥ་རན་སི་རྒྱལ་ས་རྟེན་གཞི་བྱས་པའི་འགྲེམས་སྟོན་ཁང་གཉིས་ཀྱི་ནང་དུ་ཡོད་པའི་བོད་པའི་དངོས་རྫས་རྣམས་ཀྱི་མིང་དང་དཀར་ཆག་ནང་ཤིས་ཙང་ཞེས་བསྒྱུར་ཏེ་དབྱིན་ཡིག་ནང་ཡོངས་གྲགས་ཡིན་པའི Tibet ཞེས་པ་དེ་བེད་སྤྱོད་མ་བྱས་པར་བརྟེན། བོད་མི་ཚོས་ངོ་རྒོལ་དང་སྐད་འབོད་བྱས་ཡོད། འགྲེམས་སྟོན་ཁང་གཅིག་གི་ནོན་སྤྲུལ་ངོས་ལེན་གྱིས་བོད་མི་ཚོས་རེ་འདུན་ལྟར་བརྒྱུད་བཅོལ་བྱ་རྒྱུའི་ཁས་ལེན་བྱས་ཡོད་ཀྱང། མི་ཚེ་སྒྱུ་མའི་ཟེར་བའི་འགྲེམས་སྟོན་ཁང་དེར་ཞུ་ཡིག་ཕུལ་བ་དང་ངོ་རྒོལ་ག་ཚོད་བྱས་ཀྱང་བོད་ཀྱིས་དེ་འཛིན་གྱི་མིང་ཚབ་ཏུ་ཧི་མ་ལའི་འཇིག་རྟེན་ཞེས་བསྒྱུར་ཡོད་པ་དེ་ལས་འགྱུར་བ་བཏང་མེད་པར་བརྟེན། བོད་པ་མི་རེ་ངོ་རེ་ནས་རང་རང་སོ་སོས་སྤྱི་ཚོགས་དྲ་ལམ་ཐོག་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་དང། མི་ཚེ་སྒྱུ་མའི་ཟེར་བའི་འགྲེམས་སྟོན་ཁང་དེ་ཡི་དྲ་རྒྱའི་ནང་དུ་ཕྱིན་ནས་ཁོ་ཚོས་དྲ་ཐོག་ལ་པར་དང་ཡི་གེ་ག་རེ་བཞག་ཀྱང་དེ་ལ་མཆན་དང། ངོ་རྒོལ་གྱི་ཡི་གེ་རིགས་བྲི་རྒྱུ་དང་དེ་བཞིན་རང་ཉིད་ཀྱི་ངོ་དེབ་དང Instagram གྱི་གོ་བར་ཐད་འགྲེམས་སྟོན་ཁང་དེ་ཡི་པར་ཐོ་རྒྱ་ནག་གི་གད་དར་ཡོད་པ་ཞིག་འཇོག་རྒྱུའི་ལས་འགུལ་ཞིག་སྤེལ་བཞིན་འདུག་པས། ཧྥ་རན་སི་ནང་ཡོད་པའི་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་གཙོ་བསྟན་འཛིན་དབྱངས་ཅན་ནས་བོད་པ་ཚང་མས་ངོས་ནས་ངོ་རྒོལ་ལས་འགུལ་དེ་ཡི་ནང་མཉམ་ཞུགས་བྱེད་རྒྱུའི་འབོད་སྐུལ་ཞུ་བཞིན་འདུག། ཟླ་བ་བཅུ་པའི་ཚེས་ཉི་སྲབ་གྱི་ཉིན་བོད་ལྗོངས་ཉིན་རེའི་ཚགས་པར་གྱི་གནས་ཚུལ་སྤེལ་གསལ་ལྟར་ན། བོད་རང་སྐྱོང་ལྗོངས་ཏང་ཨུད་ཟེར་བས་ཞིབ་འཇུག་བྱས་ཏེ་བོད་རང་སྐྱོང་ལྗོངས་ཟེར་བའི་གོ་སྒྲིག་འགའ་ཡི་ལས་སྣེ་བྱེད་པོར་གཏན་འབེབས་བྱས་ཡོད་འདུག་པ་དང། དེའི་ནང་ནས་དེ་སྔའི་བོད་རང་སྐྱོང་ལྗོངས་ཟེར་བའི་མི་དམངས་འཐུས་མི་ཚོགས་ཆེན་རྒྱུན་ལས་ལྷན་ཁང་གི་དམར་ཤོག་ཚོགས་པའི་དྲུང་ཆེ་བློ་བཟང་གྱེན་མཚན་གྱིས་ད་ནས་ལས་འགན་མི་འཁུར་རྒྱུ་དང་དེ་ཡི་ཚབ་ཏུ་ཡན་ཅིན་ཧའེ་ཟེར་བའི་བོད་རང་སྐྱོང་ལྗོངས་མི་དམངས་འཐུས་མིའི་ཚོགས་ཆེན་རྒྱུན་ལས་ལྷན་ཁང་གི་དམར་ཤོག་ཚོགས་པའི་དྲུང་ཆེ་ལ་བསྐོ་བཞག་བྱ་རྒྱུ་རེད་འདུག་དེ་བཞིན་ཀརྨ་ཚེ་བརྟན་ཟེར་བ་བོད་རང་སྐྱོང་ལྗོངས་སྲིད་གཞུང་གི་དམར་ཤོག་ཚོགས་པའི་དྲུང་ཆེ་གསར་པར་བསྐོ་བཞག་བྱས་པར་བརྗོད་འདུག་ལོ་ལྟར་བོད་ཟླ་དགུ་པའི་གཡས་གཡོན་དུ་ཕོ་བྲང་པོ་ཏཱ་ལ་སྐུ་སྒར་སོ་སོའི་ཡོད་པ་བཞིན། འདི་ལོ་ཕྱི་ཟླ་བཅུ་པའི་ཚེས་ཉིན་གསར་བརྗེའི་ཉིན་སྐུ་སྒར་གསོལ་འགོ་བཙུགས་ཡོད་འདུག་པ་དང། སྐབས་དེར་ལས་བཟོ་བ་དང་ལྷག་ཏུ་བདུད་དབུས་ཁམས་གསུམ་ནས་ཆེད་དུ་ཕེབས་པའི་གྱན་གཞོན་དབྱེར་མེད་གཙོས་པའི་དད་ལྡན་མང་ཚོགས་མང་པོ་ཞིག་མ་སྐུལ་དྭངས་བླངས་ངང་ཕོ་བྲང་པོ་ཏཱ་ལ་སྐུ་སྒར་གསོལ་བར་ཕེབས་ཡོད་འདུག་ཕོ་བྲང་པོ་ཏཱ་ལ་སྐུ་སྒར་གསོལ་བའི་གུས་སྲོལ་དེ་དུས་རབས་བཅུ་བདུན་ནང་ནས་དར་ཞིང་ད་བར་ལོ་ངོ་སུམ་བརྒྱ་ལྷག་འགྲོ་གི་ཡོད་འདུག། ཕྱི་ཟླ་བཅུ་པའི་ཚེས་ཉི་ས་དགུ་ཉིན་རྡ་སའི་གྲོང་ཁྱེར་སྤྱི་ཁྱབ་འགན་འཛིན་རྫ་ཧྥར་ཨིག་པལ་དང། གྲོང་སྡེའི་སྤྱི་ཁྱབ། གྲོང་སྡེ་ལས་ཁུངས་ཀྱི་གནད་ཡོད་མི་སྣ། དེ་བཞིན་རྡ་ས་བོད་མིའི་ས་གནས་འགོ་འཛིན་གཙོས་པའི་ལམ་ཁྲོམ་གྱི་ཚོགས་གཙོ་དང་རྒྱུན་ལས། དེ་བཞིན་བོད་པ་དང་བལ་ཡུལ་གྱི་མི་བཅས་ཚོགས་མི་སུམ་ཅུ་ལྷག་མཉམ་ཞུགས་ཐོག་ནས་རྡ་སའི་ཚོང་ཁང་གསར་རྒྱག་བྱས་པ་རྣམས་སྒོ་འབྱེད་བྱས་ཡོད་པ་རེད། སྤྱིར་རྡ་རམ་ས་ལའི་གྲོང་སྡེ་ལས་ཁུངས་ཀྱི་ཚོང་ཁང་གསར་རྒྱག་གི་ལས་གཞི་མགོ་བཙུགས་ནས་ལོ་གཉིས་ཙམ་འགྲོ་གི་ཡོད་ཀྱང། ཁྲིམས་ཐོག་ནས་བཀའ་རྙིང་ཞིག་འཕྲད་དེ་དུས་ཡུན་རིང་པོ་ལྷག་པ་དང་ད་ལྟའི་ཆར་ཚོང་ཁང་ཉིས་ས་གཅིག་མ་གཏོགས་བཟོས་ཐུབ་མེད་པ་རེད་འདུག་དེ་ཡི་ཁྲོད་དུ་བོད་མི་དོན་ལ་བརྟན་འཇགས་ཀྱི་ཚོང་ཁང་ཐོབ་ཡོད་འདུག། ཕྱི་ཟླ་བཅུ་པའི་ཚེས་ཉི་ཟབ་བདུན་ཉིན་སི་ཁྲོན་ཁྲེན་ཏུ་རུ་ཚོགས་པའི་ཨེ་ཤེ་ཡ་ཤར་མེད་གྱང་རྒྱུག་འགྲན་བསྡུར་ཁྲོད་བོད་པའི་བུ་མོ་ཚེ་རིང་གཙོ་མོ་དང་བཀྲ་ཤིས་ཚེ་རིང་གཉིས་འཛུལ་ཞུགས་བྱས་འདུག་པ་མ་ཟད་ཚེ་རིང་མཚོ་མོ་ཨེ་ཤེ་ཡ་ཤར་མེད་བུད་མེད་གྱང་རྒྱུག་ཁྲོད་ཨང་དང་པོ་ཐོབ་ཡོད་པ་དང། བུད་མེད་བཀྲ་ཤིས་ཚེ་རིང་ལ་ཨེ་ཤེ་ཡ་ཤར་མེད་སྐྱེས་པའི་གྱང་རྒྱུག་ཁྲོད་ཨང་གསུམ་པ་ཐོབ་ཡོད་འདུག། ཟླ་འདིའི་ཚེས་ཉི་ས་དགུ་ཉིན་གྱི་གལ་ཆེའི་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་གསལ་ལྟར་ན། འདས་པའི་ལོ་མང་རིང་ཨ་རི་ནང་གི་གསར་འགྱུར་བརྒྱུད་ལམ་ཁག་གིས་ཕྱོགས་རིས་ཆེན་པོས་ཆབ་སྲིད་ཚོགས་པའི་སྲིད་འཛིན་འོས་མི་རྒྱབ་སྐྱོར་བྱེད་ཀྱི་ཡོད་ན་ཡང། ཉེ་བའི་ལོ་ཤས་ནང་ཕྱོགས་ལྷུང་བྱེད་མཁན་ཉུང་དུ་ཕྱིན་པ་མ་ཟད། དུས་འདའ་སྔོན་མའི་ནང་ཝ་ཤིང་ཏོན་ཉིན་རེའི་ཚགས་པར་ཁང་གི་སྲིད་འཛིན་འོས་མི་གང་ལ་ཡང་རྒྱབ་སྐྱོར་བྱེད་རྒྱུ་མིན་པའི་གསལ་བསྒྲགས་སྤེལ་རྗེས། ཚགས་པར་མངགས་ཉོ་བྱེད་མཁན་འབུམ་གཉིས་ལྷག་ཉུང་དུ་ཕྱིན་ཡོད་འདུག། གཟིགས་མོ་གླིང་གའི་དུས་འདིའི་གལ་ཆེ་གསང་རྒྱུ་ཕྱོགས་བསྡུས་ཀྱི་ལེ་ཚན་འདི་གར་བྱུག་བྲིས་བ་ཡིན། གལ་ཏེ་ལྷན་རྒྱས་ནས་བོད་དང་གལ་ཆེ་གསང་རྒྱུ་གས་པ་ཁག་གསན་གཟིགས་གནང་འདོད་ཡོད་ཚེ། ངོ་དེབ་དང YouTube དེ་བཞིན Instagram བཅས་ཀྱི་ཐོག་ལ་བོད་ཀྱི་བང་ཆེན་ཡང་ན Tibet Express གྱི་དྲ་ཚིགས་ཐོག་ནས་གསན་གཟིགས་གནང་རྒྱུ་ཡོད་པས་དེ་དོན་ལྷན་རྒྱས་ནས་དགོངས་འཆར་གནང་རོགས། ང་ཚོ་རྗེས་མའི་ལེ་ཚན་ནང་ཡང་བསྐྱར་མཇལ་ཡོང། བཀའ་དྲིན་ཆེ།